གོང་གི་ཟླ་ཚེས་ཉིན་སུད་སུའི་ནང་གཏན་འཁེལ་བྱས་པའི་བོད་རྒྱའི་མི་རབས་གསར་བའི་མཐུན་ཚོགས་ཀྱི་གོ་བསྡུར་གྱི་འོག་སུད་སུའི་གྲོང་ཁྱེར་ཛུ་རིག་མེ་འཁོར་འབབ་ཚུགས་ཀྱི་ཉེན་ཁར་ནས་རྒྱ་ནག་གཞུང་ཚབ་འདོན་པར་རྔམ་སྟོན་ཁྲོམ་སྐོར་ཞིག་གོ་སྒྲིག་བྱས་ཡོད་པ་དང། ལས་འགུལ་དེའི་ནང་སུད་སུ་བོད་རིགས་མི་དམངས་ཚོགས་ཆེན་བསམ་པའི་དོན་གྲུབ་བཙུགས་མི་དམངས་ཉིས་བརྒྱ་མ་ཟན་ཙམ་མཉམ་ཞུགས་བྱས་ཉེ་བའི་ཆར་བོད་ཏཱ་སི་མི་རིགས་ཆེད་བློས་བཏང་རླབས་ཆེན་གནང་སྟེ་འདས་གྲོངས་སུ་གྱུར་བའི་གནའ་བོའི་བོད་མིའི་ཚེ་སྤུས་དང་སྟག་སྒ་ཉམས་གསོ་དགོན་གྱི་གྲྭ་བསླུ་བཟང་ཡེ་ཤེས་རྣམ་གཉིས་གཙོས་བུ་མོ་བརྒྱ་དང་སུམ་ཅུ་སོ་ལྔ་ལྷག་གིས་བུ་རྡོལ་བདེ་མཐའ་སེང་ཆེན་རིན་ཆེན་སྐུ་ལུས་མེ་རུ་སྒྲོན་པའི་རྒྱལ་གཅེས་དཔའ་བོ་རྣམས་ཀྱི་རེ་སྐུལ་དང་ཁ་ཆེམས། རྒྱལ་གཅེས་སྤྱི་ཚོགས་མི་དམངས་ཚོགས་སྡེ་ཁག་ལ་ངོ་སྤྲོད་རྒྱ་གཞུང་གི་གཉའ་གནོན་གདུག་རྩུབ་མཚམས་འཇོག་དགོས་པའི་འབོད་སྒྲ་སྒྲོག་བཞིན་བུ་རྡོལ་འདྲེན་བྱེད་ཀྱི་ཡིག་ཆ་གྲངས་བདུན་བརྒྱ་ལྷག་འགྲེམས་སྤེལ་གནང་ཞིང་བཀའ་འབོད་ཤུགས་ཆེན་ཞུས་སོང།

སེམས་གདེང་ལ། དྲན་པར་གཉིས་ཤར་འདུག་གར་ཟིན་གཅིག་བསྡུས་བརྩམས་པ། ད་བོད་ནང་ལ་ང་ཚོའི་མི་སེམས་ཤུགས་ཡོད་པ་དང་དེ་གེ་དེ་ཚང་མ་ལོ། འདི་འདྲས་བྱས་བྱས་མངལ་ཡ་ནི་གཅིག་བསྡད་ས་ར་ཡིན་ན་མ་འོངས་པ་ལ་ག་འདྲས་བྱས་ཡོང་བསམ་ནས་འདི་འདྲས་སེམས་ཁྲལ་གཅིག་ཆགས་གི་འདུག་གཞི་རྩའི་གི་ད་ཁོང་ཚོས་བོད་གི་སེམས་ཤུགས་བྱེད་སྟངས་དང་ལས་འགུལ་བྱེད་སྟངས་དེ་གེ་ལ་བལྟས་པ་ཡིན་ན།

འདི་འདྲའི་གི་ཅིག་བཀའ་སློབ་དེ་གནང་ཡོད་པས། ད་དངོས་གནས་དྲང་ནས་ད་ང་རང་ཚོ་ད་ངས་འདི་འདྲའི་ད་ལྟའི་དུས་ཚོད་འདིའི་ཐོག་ལ་ཡང་ཨ་ནི་རྒྱ་བོད་རིམ་བྱེད་ཡིན་ན་ང་རང་ཚོའི་གི་ད་འཛམ་བུ་གླིང་ཚང་མས་གི་ཨ་ནི་ཞེ་དག་གི་ཆེ་མཐོང་ཡོད་པའི་གི་ཨ་ནི་མཛད་འཕྲིན་གོང་འཕེལ་འདི་ག་ཚིག་གི་སྒང་ལ་ང་ཚོ་ལོ་གཞོན་པ་ཚོའི་གི་ད་རི་སྐལ་བཟང་ད་ནང་ལོག་ལ་ག་འདྲས་བྱེད་ཀི་འདུག་དེ་ནང་བཞིན་ཅིག་ཕྱི་ལོག་ལ་བསམ་བློ་བཏང་རྗེས་ལོ་གཞོན་གཞོན་ཚང་མ་མ་དོན་བྱས་ཅིག་བྱས་པ་ཡིན་ན།

ཚོགས་སྤྱི་ཆེན་ལ་ཟེར། ད་ལྟ་བའི་བོད་ཀྱི་མི་རབས་གསར་བའི་མཐུན་ཚོགས་ཀྱི་དངོས་གནས་ཡིན་པ་ཡིན་ན་རེད། སྤྱི་ཡོངས་ཀྱི་ཤུལ་བཞུགས་ཀྱི་བོད་པ་དེ་ཚོ་ལ་ཡང་ཅིག་ཚོགས་པའི་དངོས་གནས་ཡིན་ན་རེད་ཁྱོད་རང་སྒེར་གྱི་དངོས་གནས་ཡིན་ན་རེད་ཤུལ་བཞུགས་ཀྱི་བོད་མི་དེ་ཚོ་ལ་ཡང་ད་ཅིག་གཞིས་ལུས་རྒྱལ་སྤྱིའི་མི་མང་གི་ཅིག་སྙིང་སྟོབས་དང་དེ་གའི་ཐད་ལ་ཡང་ཅིག་ཇི་སྲིད་ཡོད་རུང་ཞུ་དགོས་ཡ་དང་ཅིག་རྒྱབ་སྐྱོར་བྱེད་དགོས་ཡ་དེ་འདྲའི་གི་རེ་སྐུལ་དང་དེ་འདྲའི་གི་ཞུ་ཡ་ཡོད་པ། ལགས་སོ།
ད།

རྒྱ་ནག་དམར་གཞུང་གིས་མཚམས་འདྲ་དེ་ཞིག་གོ་ཆག་འདུག་ཡོད་རེད། ང་རོགས་སུ་འདུག་གི་དེ། བུ་ག་བརྒྱ་ཕྲག་ཅིག་གཞིས་ལུས་རྒྱལ་སྤྱིའི་མི་མང་གི་ཚབ་ཟེར་ན་མི་འདུག་བོད་རྒྱལ་ཁབ་ཀྱི་ཚབ་ཟེར་ན་མི་འདུག་མི་རིགས་ཀྱི་ཚབ་ཟེར་ན་མི་འདུག་འདི་ལ་ཡ་སྤོབས་པ་ཆེན་པོའི་སྒང་ནས་སླེབས་ཐུབ་པ་དེ་ང་ཚོའི་གཟི་བརྗིད་རེད་འཛམ་གླིང་མི་མང་སྤྱི་ཡོངས་ལ་ཡ་ང་ཚོའི་བོད་པ་དེ་གི་དེ་གི་གནད་དོན་དེ་ཤི་མེད་པ་དེ་ད་ཨ་ནི། མེད་དམག་ས་རྣམས་པར་ཡིན་པ་དེ་ང་ཚོས་སྟོན་ཐུབ་ཡོད་རེད་དེ་ང་ཚོའི་སྙིང་སྟོབས་རེད་དེ་ང་ཚོའི་གི་སྤོབས་པ་རེད་དུས་ནམ་ཡང་ང་ཚོ་བོད་མི་རིགས་ཟེར་ཡ་དེ་རྒྱ་ནག་དམར་གཞུང་གི་གོ་ལ་འདི་ཐོག་ནས་ནག་སོར་གཏོང་ཐུབ་གི་མེད་པ་དེ་བདེན་པ་ར་སྤྲོད་གསལ་བོ་གྱིས་ནི་གྱིས་དགོས་གི་རེད་དེ་ཡིན་རྒྱ་ནག་དམར་གཞུང་གི་སྒོ་ལ་ཡིན་པ་ཡིན་ན་ང་ཚོས་སྐད་ཤུགས་ཆེན་པོའི་སྒོ་ནས་གཞིས་ལུས་རྒྱལ་སྤྱིའི་མི་མང་གི་ཨ་ནི་ཅིག་བོད་ནས་སྐད་ལ་སྐད་རྒྱབ་དུས་ཀྱི་དེ་དེ་རིང་བོད་རིགས་ཀྱི་ནང་ལོགས་ལ་ཡང་ད་ཀྱི་གཞུང་ཚབ་ཁང་མང་པོ་ཅིག་ཡོད་རེད་རྒྱལ་ཁབ་ཕྱི་རིགས་སྤྱི་ཚོགས་ཀྱི་གཞུང་ཚབ་ཁང་ཡོད་རེད་ཡིན་པ་ཡིན་ན་ཡང་རྒྱ་ནག་དམར་གཞུང་གི་གཞུང་ཚབ་སྐོར་ལ་ཡང་འདུ་རིགས་སྐད་ཆ་བརྒྱག་བསྡད་ཡ་དེ་སུས་སུས་ཀྱང་རེད་སུས་ཀྱི་ཨ་ནི་གཟི་བརྗེད་རེད་ཟེར་ན་ང་ཚོའི་གཟི་བརྗེད་རེད་སུས་སྤམ་ཞུ་དགོས་རེད་ཟེར་ན་རྒྱ་ནག་དམར་གཞུང་གི་སྤམ་ཞུ་དགོས་ཡོད་རེད་དེ་ང་ཚོའི་སེམས་ཤིག་ནས་ཤི་དགོས་ཀྱི་ཡོད་རེད་དེ་འདྲ་ཡིན་པ་ཡིན་དུས་དུས་དང་རྣམ་པ་ཀུན་ཏུ་ག་དུས་ཡིན་པ་ཡིན་ན་ང་ཚོ་བོད་མི་རིགས་ཟེར་ཡ་དེ་དངོས་གནས་དྲང་ནས་སྤོབས་པ་བྱེད་དགོས་ཡ་ཅིག་དང་ནི་ཉམས་སྨྲ་མ་དགོས་ཡ་ཅིག་ཡོད་རེད་རྒྱ་ནག་དམར་ཤོག་ཟེར་ཡ་དེ་གང་ཚོང་འཛམ་གློག་འདི་ཐོག་ལ་ཡ་གི་དཔལ་འབྱོར་གི་གནས་སྟངས་ཡིན་ན་རེད་དམག་དོན་གི་གནས་སྟངས་ཡིན་པ་ཡིན་ན་རེད་སྟོབས་ཤུགས་ཆེན་པོ་ཞིག་ཆགས་འདུག་ཡོད་རེད་ཡིན་པ་ཡིན་ན་ཡང་ང་ཚོ་བོད་མི་རིགས་ཟེར་ཡ་དེ་དྲི་དང་མེ་མདའ་མདའ་གསོལ་གང་དགོས་ཨ་ནི་མེད་པ་བཅས་ཀྱི་མི་རིགས་འདི་དོར་གི་ཡོད་མ་རེད་མདོག་མདོག་ཞུས་པ་ཡིན་ན་མི་ལོ་དྲུག་ཅུ་ནང་འགྲོ་གི་ཡོད་རེད་ཡིན་པ་ཡིན་ན་ཡང་བོད་མི་རིགས་ཀྱི།